དེ་ཡིན་དུས་ཚང་ནས་གལ་སྲིད་དེའི་ཐོག་ལ་ཡང་ད་ག་ཚེང་དཔལ་ལྡན་སྲིད་སྐྱོང་མཆོག་གིས་ལན་འདེབས་བྱེད་སྲིད་པ་རེད། ཨ་ནི་གལ་སྲིད་ཡང་གོ་སྐབས་ཞིག་གནང་མཁན་ཡོད་པ་ཡིན་ན་ཅོག་ཆ་གནང་མཁན་ལ་ཡང་གོ་སྐབས་ཅིག་བྱས་ཨ་ནི་སྤྱི་འཐུས་རེ་ཟུང་ཅིག་གནང་ན་མི་ཞིག་ང་ཚོ་དུས་ཚོད་ད་ལྟ་དངུལ་རྩིས་ཚོད་དཔག་ཆ་རྩིས་ཚོགས་ཆུང་གློག་གཡས་དེ་མང་པོ་ཞུ་བཞིན་བསྡད་ཡོད་དུས་ང་ཚོ་ཚར་ས་མ་རེད། ཅོག་ཆའི་གྲོས་འཆར་གནང་མཁན་སྤྱི་འཐུས། གསེར་རྟ་ཚུལ་ཁྲིམས་ལགས་སྐར་མ་གསུམ་ཡོད། འདི་བོད་རིགས་བཅོན་སྟོན་ཚོགས་པའི་ངོས་ནས་ནི་གང་དུ་ང་ཚོས་མ་འོངས་པར་བློ་འཚབ་ཡོད་ཡིད་ཆེས་བྱེད་མ་ཡིད་ཆེས་ཀྱི་སྐད་ཆ་མ་འོངས་པ་ལ་ང་ཚོས་འཇིགས་སྐྱོང་ཐོབ་ཡག་ཁག་པོ་རེད་ལ་རྙོག་དྲ་ཡོང་བ་དེ་འགན་ཁྱེད་ཀྱི་མིན་གསུང་དགོས་རེད་བར་དེར་སྲིད་སྐྱོང་མཆོག་གིས་ནི་ཁོ་ཚོ་ངོ་ཤེས་དགོས་མ་འབྲེལ་བ་དེ་འདྲས་མེད་གསུང་རེད་བྱས་ཙང་དེ་གཉིས་ཆ་གཞི་རྩ་ལ་བཞག་ནས་བཤད་ན་ད་ང་ཚོས་ས་ཡ་བཞི་དེ་ག་དྲ་འདྲ་བོ་ཞིག་གི་ཐོག་ནས། ཅིག་ཡོད་ན་བསམ་བསམ་ཚོར་བ་དེ་རང་བཞིན་ཞིག་གིས་སླེབས་སོང་ཟེར་བྱས་དོན་དེ་འདྲ་ཡིན་དུས་ད་རྡོག་རྡོག་ངས་མཐའ་མ་བྱས་དེ་ལ་གང་ལྟར་ག་ཚ་སྔོན་མ་ལས་ཤེས་ཡིན་གྲོས་ཚོགས་གྲོས་ཆོད་དུ་འགྲོ་ནས་མ་འགྲོ་ན་ག་འདྲ་ཡིན་པ་ཡིན་ན་ཡང་སྔོན་མ་སྐད་ཆ་བཤད་སྟངས་ཀྱི་ལྷག་པར་དུ་མི་ནི་ཟེར་བའི་སྐད་ཆ་བྱུང་རེད་དེ་ནང་བཞིན་གྱི་གང་ལྟར་སོ་སོ་གི་ཉན་ཁང་མཐོང་བ་དེ་ཚོ་གཞི་བཞག་ཡོད་མིག་བཙུམ་ནས་རྒྱབ་སྐྱོར་བྱེད་ཐུབ་པའི་གནས་སྟངས་ཆགས་ཀྱི་མི་འདུག་བྱས་ཙང་དེ་འདྲའི་ཐོག་ནས་ཚེ་འདི་རྩམ་པ་ལ་གང་ལྟར་ཅོག་ཆག་གི་གྲུ་ཆོད་དེ་མུ་མཐུད་དུ་བསྡད་ཡོད་ཆ་ཚང་དེ་ཡིན་དུས་ད་ཐེངས་མ་གཏོགས་མང་པོ་མང་པོ་བཤད་འདོད་ན་འདི་ག་ཤོག་ཞེ་པོ་ཕན་ཐོགས་སྐྱེ་ཡོང་ས་མ་རེད་དེ་གི་ད་ངས་མཐའ་མ་བཤད་དེ་ཡིན་དུས་ཆ། མང་པོ་བྱེད་ཀྱི
དགོངས་ཚུལ་བཏོན་པ་དང་དེ་བྱས་ནས་ལན་ཞུ་དགོས་ཡ་དེ་ག་དེ་ཞུས་པ་ཡིན། ལན་ཞུས་པ་དེའི་ཁྲོད་ནས་ད་ལྟ་མི་ནི་སོ་ཀྲ་བོད་རིགས་སྤྱི་མཐུན་ཚོགས་པའི་ཡི་གེ་གཅིག་འབྱོར་ཡོད་རེད་དེའི་ནང་ལོགས་ལ་སྲིད་སྐྱོང་དང་འབྲེལ་བ་ཡོད་པ་ཐད་ཀར་གསུམ་ཆགས་ཀྱི་འདུག་གཅིག་དེ། ཁ་ཟས་ངས་དྲ་རྒྱའི་ཐོག་ནས་ཚོགས་འདུ་ཚོགས་པ་རེད་ཟེར་ལབ་རེད་ད་ལྟའི་ལས་ཀ་མང་པོ་ཞུ་བྱོས་དེ་དུས་ངས་གཟའ་སྤེན་པ་ཉི་མ་དྲུག་བྱས། དོན་གཅོད་དང་འབྲེལ་ཡོད་ལས་བྱེད་མཉམ་དུ་སྐད་བཤད་ཡ་དེ་གཟའ་སྤེན་པ་དགོན་བདག་ཡིན་བསམ་དུ་བཤད་ཡིན་ནས་དངོས་ཡོད་གནས་སྟངས་ཀྱི་ཐོག་ནས་གཟའ་ཉི་མའི་གི་དགོང་དྲོ་ཆུ་ཚོད་གཉིས་ལྷག་ཞིག་ཨནི་ཁོང་ཚོ་ཚོགས་པ་ཆུང་བཞག་ཟེར། གཉིས་པ་དེ། ཨནི་ད་ལྟ་ས་ཡ་དྲུག་དང་ཕྱེད་ཀ་ཟིན་ངས་ཁ་ཟས་ཅིག་ཞུ་བ་རེད་དེ་ས་ཡ་ལྔ་དང་ཁྲི་དྲུག་རེད་བཞག།

ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ནང་ལོགས་ལས་ཡག་ཨ་ནི་བསམ་ཚུལ་ད་མི་འདྲ་གཉིས་ཆགས་པའི་རྒྱུ་མཚན་ལ་བརྟེན་ནས་ཡོང་བསྡད་ཡོད་རེད་ཨན་ད་ལྟ་དེ་ས་གནས་ནས་ཡི་གེ་མང་པོ་ཅིག་སླེབས་བསྡད་དུས་ཚང་མ་ལ་གྲོས་ཚོགས་ནང་ལོགས་ལས་ཡག་ཨ་ནི་ཡང་བཀའ་ཤག་དང་ས་གནས་ཐུག་བསྡད་མེད་རོགས་བསམ་བསམ་འདྲ་བོ་རྣམ་པ་དེ་འདྲས་མི་ཡོང་ཡག་གི་མེད་པས་སོང་ཙང་དེ་བཀའ་ཤག་དང་ཐུག་བསྡད་པ་དེ་འདྲས་ཁེགས་མ་རེད། འཛིན་སྐྱོང་གི་ངོས་ནས་ད་ལྟ་བར་དུ་ལས་གཞི་དེ་འདྲས་ཅིག་བྱུང་ན་བསམ་བློ་ཡོད་པ་དང། ས་གནས་ནས་འགན་འཁྱེར་མཁན་ཚོས་དེ་འདྲའི་ལས་གཞི་སྤེལ་བ་གཅིག་དུས་མཉམ་དུ་འཁེལ་ནས། ཁོ་རང་ཚོའི་ལས་གཞི་འདི་བོད་སྤྱི་པའི་དོན་དག་ཡིན་དུས། དོན་གཅོད་ལས་ཁུངས་ལ་དངུལ་ཡོད་པ་ཡིན་ན། ང་ཡར་བྱེད་རོགས་བྱེད་ཞུས་པའི་རྒྱུ་མཚན་ལ་བརྟེན་ནས་རེད། ཁོ་བོའི་སྤྱི་འཐུས་ཁ་ཤས་གཅིག་གིས་གསུངས་སོང། ད་མང་ཅིག་གིས་གྲ་སྒྲིག་མི་འདུག་ཟེར་གསུངས་པ་རེད་ལོ་གཉིས་རེ་འགའ་ལ། འདས་པའི་ལོ་གཉིས་རིང་ལ་རྒྱུན་ལས་ད་ལྟ་འདི་གསུམ་པ་ཆགས་ཀྱི་ཡོད་རེད། ཨ་ནི་མེ་ནི་སོ་ཏྲ་ལ་རྒྱུན་ལས་དེ་གའི་དེ་དུས་གཅིག་ལ་ཚང་མ་ལོ་བྱིའུ་ཐེབས་ཀྱི་ཡོད་མ་རེད་ཁོང་ཚོ་བརྒྱ་ཆ་ལྔ་བཅུ་ཞིག་བྱིའུ་བརྒྱ་ཆ་ལྔ་བཅུ་ཞིག་བསགས་པ་དང་འདུག་བྱས་ནས་ཁོ་གཅིག་མུ་མཐུད་ནས་ནད་ཡག་གི་ཆེད་དུ་མེ་ནི་སོ་ཏྲ་གི་ཡང་བོད་རིགས་སྤྱི་མཐུན་ཚོགས་པའི་གི་རྒྱུན་ལས་དམ་བཏང་འདྲ་བོ་དེ་འདུག་ཞིང་ནི་དམ་ནི། ང་རང་ཚོ་ཚང་མ་ལོ་ཆེན་ཆེན་པ་རེད་ཚོགས་པ་དེབ་སྐྱེལ་བྱེད་པའི་སྒྲིག་འཛུགས་ག་འདྲས་ཕྱིན་པ་ཡིན་ནས་ལས་འགན་ག་འདྲས་བཅོལ་བ་ཡིན་ནས་གོ་རྒྱུ་ནས་གཅིག་ནས་གཅིག་འཕོས་པའི་སྐབས་ལ་ཚིག་འབྲི་ཚིག་ལོན་བྱེད་ཡ་དང་གནས་ཚུལ་མཁོ་སྤྲོད་བྱེད་ཡ་ཆ་ཚང་གཅིག་བྱེད་དགོས་ཀྱི་ཡོད་རེད་གལ་སྲིད་དེ་འདྲས་བྱུང་མེད་རེད་ཟེར་ནས་གསུང་གི་ཡོད་པ་ཡིན་ན་དེ་མ་འོངས་པ་ཚོགས་པ་ག་འདྲས་བྱེད་ཡིན་པ་ཡིན་ནས་བོད་རིགས་སྤྱི་མཐུན་ཚོགས་པ་ཡིན་ནས་རེད་དེབ་སྐྱེལ་བྱེད་པའི་ཚོགས་པ་ག་འདྲས་བྱེད་ཡིན་པ་ཡིན་ནས་སོ་སོ་སོའི་གི་ལུང་པའི་གི་ཁྲིམས་དང་སྒྲིག་གཞི་བཞེས་སོང་བྱས་ནས་ལག་ལེན་བསྟར་ནས་འགྲོ་དགོས་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཟེར་ནས་ད་ཡང་སེ་ཡང་སེ་ཡང་སེ་ཡང་སེ་ཞུ་བ་ཡིན་དེ་བཞེས་སོང་བྱས་ནས་ཕྱིན་པ་ཡིན་ན་ང་ཚོ་དཀའ་རྙོག་ཚོ་ཡོང་དགའ་ཡ་ཡོད་མ་རེད། ཁོ་ཚོས་དེ་ཁོ་རང་ནས་བརྟན་པོ་དང་ཨ་ནི་ཅི་གར་སོ་གར་ཕྱི་གསལ་ནང་གསལ་དགོས་ཡ་དེ་དཔེ་གལ་ཆེན་པོ་རེད་བཞག་སོང་དེའི་ཐོག་ལ་ཡ་ངེས་པར་དུ་དགོངས་བཞེས་གནང་རོགས་གནང་ཞེས་ཞུ་ཡོད། ད་ད་ད།
དཀའ་རྙོག་འདི་ག་རེད་ཟེར་ན་ཕྱི་གསལ་ནང་གསལ་བྱུང་མ་སོང་ཞེས་གསུང་གི་ཡོད་ད་འདི་ག་ཚོད་བྱུང་ཡོད་དང་མེད་ད་རིང་ང་ཚོ་གྲོས་ཚོགས་དེ་ནས་ཐག་གཅོད་ཐུག་གི་མ་རེད་ག་རེ་ཟེར་ན་ཕྱོགས་གཅིག་གཅིག་གསུང་དེ་གི་རེད་གཞན་པ་དེ་གི་གཅིག་གསུང་དེ་གི་རེད་དེ་ཡིན་དུས་བསམ་པ། ད་ལྟ་ཡིན་པ་ཡིན་ནའི་གནས་སྟངས་ད་ག་རང་ཡིན། བཀའ་ཤག་གི་ངོས་ནས་གལ་སྲིད་གྲོས་ཚོགས་ནས་ད་རིང་བཀའ་འཁྲོལ་གནང་བ་ཡིན་ན་ཨ་ནི་ཕལ་སྐད་ས་གནས་ཀྱི་དཀའ་རྙོག་འདི་ཕྱི་གསལ་ནང་གསལ་ཡོང་ཡག་དང་རྒྱུན་ལས་དང་ཀྲི་པེ་ཁྲང་གྲོང་རྡལ་གྱི་ལས་གཞི་གི་ལས་ཀ་བྱེད་མཁན་གྱི་པཱ་ར་ལི་ཡ་ལས་འགན་དབྱེ་བ་ཕྱེ་སྟངས་དང་འདི་ལ་སྟངས་འཛིན་བྱེད་སྟངས། དེའི་སྒང་ལ་ཁ་སང་ཀུ་རེ་ཇུས་འདུས་བྱང་ཨ་མི་རི་ཀའི་ཀུ་རེ་ཇུས་འདུས་རྣམ་པ་གཉིས་ཕེབས་སོང། ཁོང་རྣམ་པ་ཚོས་མཉམ་དུ་བཀའ་མོལ་བྱུང། མ་འོངས་པར་གྱི་དེ་འབྲེལ་གྱི་སྟངས་འཛིན་བྱེད་ཡག་གི་བརྒྱུད་ལམ་ཕྱི་ནང་ལོགས་ལ། ཁྱེད་ཀུ་རེ་ཇུས་འདུས་གཉིས་ཀས། ཞུ་བ་ཡིན་ན། ཞུ་ཐུ་ཡག་གི་གནས་སྟངས་ཡོད་པ་ཅིག་གསུང་གི་འདུག་ཁོ་སྤྱི་པའི་མི་ཡིན་དུས་ད་ད་ལྟ་བཀུར་འོས་སྤྱི་འཐུས་རྣམ་པ་གཉིས་རེད་ཡ་མ་འོངས་པ་སྦྱི་པོ་ཐེབས་འགྲོ་དུས་ཟབ་པ་ཟབ་པ་སུ་ཕེབས་ཀྱི་ཡོད་ནས་དེ་འདྲའི་གི་ལས་གཞི་ནང་ལོག་ལ་ཞུ་ཐུབ་པ་ཡིན་ན་ཕྱི་གསལ་ནང་གསལ་ཡོང་ཡ་ལས་ཕན་གི་རེད་མང་ཚོགས་ནང་ལོག་ལ་གསལ་བཤད་བྱེད་ཡ་ལས་ཕན་གི་རེད། འདི་གཅིག་ཞུ་ཡ་ཡིན། འདི་རིགས་ངས་སྤུན་ཟླ་འཁོད་ཡོད། འདི་དཔའ་སྡེ་སོ་སོ་ཆོག་དཔའ་སྡེ་སྲིང་ཞུ་ད་ངོ་མི་ཤེས་ཅག་ནི་བྱེད་མེད་ཟེར་འདི་ད་ལྟ་འདི་ཁོ་ན་ལ།

འདི་རྩ་བ་ཉིད་ནས་མེད་འདའ་ཞེས་ལབ་ཡིན་མི་དེ་གས་དེ་ངག་ཨ་མི་རི་ཀ་གར་འགྲོ་ནས་མཉམ་དུ་ཡོང་དེ་འགས་དེ་ནས་མར་འདའ་ཞེས་ནས་དེ་ལབ་ཡིན་གཞན་པ་གཅིག་གར་ལབ་པ་ཡིན་ན་ཁོ་ཚོའི་ནང་ལ་བྱ་ཕོ་བ་གང་བཏུང་མ་མྱོང་ཟེར་ན་ཡིན་གཞན་པ་ང་ཚོ་ཚོགས་འདུ་ཚོགས་དུས་བྱ་ཕོ་བ་བཏུང་སྲིད་གི་རེད་བ་མཉམ་དུ། འདི་ལ་ཁྱད་པ་ཞེ་དྲག་ཡོད་རེད་ནང་ལ་འགྲོ་ནས་བྱ་ཕོ་བ་བཏུང་ཡ་དང་ཕྱི་ལོག་ལ་བྱ་བཏུང་ཡ་དེ་གཉིས་པ་ར་ལ་ཁྱད་པ་ཆེན་པོ་ཡོད་རེད་དེ་ཡིན་པས་སོང་ཙང་དེ་བྱས་མེད་ཞེས་ནས་ཞུས་པ་ཡིན་ཨ་ནི་པར་དེ་འདྲས་བསྟན་གནང་སོང། པར་དེ་གས་དེ་ད་ལྟ་ངའི Tibet Town Project གི་མི་ལྔ་དེ་སུ་སུ་རེད་བྱིན་རླབས་ལབ་ན་ང་ལམ་སང་ལབ་ཡས་མེད། ང Minnesota ལ་ཡོང་པའི་སྐབས་ལ་མཉམ་དུ་ཚོགས་འདུ་ཚོགས་ཡོད་རེད་པར་རྒྱབ་ཡོད་རེད་མི་མང་ཚོགས་འདུ་ཚོགས་ཡོད་རེད་དེ་རྒྱབ་ཀྱི་རེད་བ། དེའི་གི་ཨ་མི་རི་ཀ་ཡོངས་རྫོགས་ལ་ཁོང་ཚོ་ང་མཉམ་དུ་འགྲོ་བདེ་བ་དེ་ཁྱབ་ཀྱི་ཡོད་མ་རེད་བ། དེ་ཚོས་ད་སུས་གི་ཐོག་མ་ག་རེ་གསུངས་སོང་འདི་ལ་ལན་ག་རེ་རྒྱབ་སོང། ཨན། ད་ལྟ་ག་རེ་གསུང་དགོས་ཀྱི་འདུག་འདི་གས་དེ་ཐུགས་གཟབ་གནང་བ་ཡིན་ན། ཨན། ད་ལྟ་བཀའ་མོལ་འདི་གས་དེ་ཡང་བསྐྱར་ཡོང་དགོས་ཡ་ཅིག། ཨ། རྩ་བ་ཉིད་ནས་ཡོང་མ་རེད་བྱས་ནས་འདི་ཞུ་ཡ་ཡིན། ཨན། དཔང་རྟགས་འདི་ད་ལྟ་བསྟན་གནང་བ་འདི་ང་མི་ནི་སུ་ར་འགྲོ་བའི་སྐབས་ལ་པར་འཇལ་རྒྱུ་ཅིག་ཏན་ཏན་ཡིན་གཅིག་རེད་མ་གཏོགས་གཅིག་གིས་ས་གནས་གཞན་པ་ལ་ཁོང་ཚོ་ང་སླེབས་མྱོང་མ་རེད་ད་ས་གནས་གཞན་པ་སླེབས་ཡོད་ན་མེ་ཏི་སིམ་ལ་ང་འགྲོ་བའི་སྐབས་ལ་ཁོ་རང་ཚོ་ཐུགས་ཁ་ཡོང་པ་རེད་རྒྱུན་ལས་དང། ནི་གྲོང་རྡལ་གྱི་ལས་ཀ་བྱེད་མཁན་ཚོ་དེ་དུས་མཐའ་མ་དང་པོ་དེ་ནི་བོད་མི་སྒྲིག་འཛུགས་ནས་ང་འདོད་གཡར་རོགས་བྱས་ཟེར་ནས་ཞུ་ཡ་དེ་དུས་ཚོད་དེ་རེད། དེ་ཚོ་ལ་པར་འཇའ་བོ་མ་གཏོགས་བྱེད་དགོས་ཞེན་པ་ཡོད་མ་རེད། སྐུ་ལྕམ་སྐུ་དགོས་པ་ཞིག་གི་ཞུ་གི་མེད། ཡིན་ནམ་མུ་མཐུད་ནས་ཕྱོགས་ལེན་གནང་རོགས་གནང། བོད་བསྟན་པ་ཆབ་སྲིད་ཀྱི་དོན་དག་ལ་དངོས་གནས་ལས་སྟེགས་ག་རེ་ཡིན་ན་ཁ་ཞེ་གཉིས་མེད་བྱེད་གི་ཡོད། བར་ཆད་མི་ཡོང་བ། ད་ལྟ་ལོ་གཅིག་དེ་ཤེལ་དཀར་ག་ཚད་ཡོད་རུང་དེའི་ཐད་ལ་དངོས་གནས་དྲུང་ནས་དྲུང་ནས་བར་ཆད་གཙང་ནས་མེད་འདུག་ཕྱག་ལས་དེ་ཚོ་ཡག་པོ་ཡོང་ནས་ངས་སྨན་ལུང་རྒྱག་གི་ཡོད། ཡིན་ན་ཡང། མ་འོངས་པ་ཧོམ་པ་བཤད་ཡག་འདྲ་བོ་འབོར་ཤོག་བཤད་ཡག་འདྲ་བོ་དེ་འདྲ་གཙང་ནས་མང། ད་ནི་ཟབ་ཟབ་བྱེད་རོགས་གྱིས་ཧམ་པ་མ་བྱེད་རོགས་གྱིས་འབོར་ཤོག་མ་བཤད་རོགས་གྱིས་ད་དེ་ཚོ། ང་རང་ཚོ་སོགས་ཚང་མ་ལོ་སོ་སོ་སོ་ལ་འཛུགས་སྐུ་བཙུགས་བྱས། རེད་བ། སུས་ཀྱིས་ག་རེ་བཤད་ཀྱི་འདུག་དེ་དཔྱད་པ་བྱེད་ན་ཡག་ཤོས་རེད་ད་མི་གཞན་པ་ལ་ཡང་ཞིབ་པོ་ཅིག་བཤད་བསྡད་པ་ཡིན་ན་མི་གཞན་པ་ཡང་སོ་སོ་སོའི་འགན་ཁྱེར་ནས་འགྲོ་བསྡད་ཀྱི་ཡོད་རེད་མ་གཏོགས་ཁྱེད་ཀྱི་འགན་མ་ཁྱེར་བར་འགྲོ་བསྡད་ཀྱི་ཡོད་མ་རེད། ཅོག་ཅར་གྲོས་འཆར་ལ་རྒྱབ་སྐྱོར་བྱེད་པའི་ཐོག་ནས། གལ་ཏེ་འདི་ཟ་བ་ཡིན་ན། རྗེས་མ་ཁྱི་ལེན་མ་ཆོག་དེ་འདྲའི་རྩ་བ་རེད་ནི་མ་རེད། ས་ཀྱི་གནས་སྟངས་ཐོག་ནས་གསུངས་སོང། གཅིག་བྱས་ན་དངོས་གནས་ཡིན་གྱི་རེད། ཡིན་ན་ཡང། གལ་ཏེ་མ་འོངས་པ་དངོས་གནས་ཡག་པོ་ཅིག་ཚན་ལྡན་ཅིག་ཁེ་ལས་ན་ངའི་བསམ་པར་གྲོས་ཚོགས་འདི་ནི་རྒྱབ་སྐྱོར་ཐོབ་གི་རེད་བསམ་སྟེ་ང་ཡིད་ཆེས་ཡོད། ཀུ་རེ་ཅི་དུས་གཅིག་གིས་ད་ལྟ་འདི་ཟ་བ་ཡིན་ནས་མ་འོངས་པ་ཡང་བསྐྱར་ཁེ་ཡོང་ཆོག་གི་རེད་བ་འཆར་གཞི་ཡག་པོ་བཟོས་ནས་ད་ལྟ་བཀའ་ཤག་གི་ག་རེ་ཞུ་གི་ཡོད་ཟེར་ན་དུས་གྲོས་ཚོགས་ནས་བཀའ་འཁྲོལ་ཞུ་གི་ཡོད་རེད་གྲོས་ཚོགས་ནས་བཀའ་འཁྲོལ་ཐོན་པ་ཡིན་ན་ནི་ང་ཚོས་མུ་མཐུད་ནས་འདི་ག་ལ་སྐད་ཆ་བཤད་ཡ་དང་ལས་ཀ་བྱེད་ཡ་གི་གོ་སྐབས་ཞིག་ཡོད་རེད་གྲོས་ཚོགས་ནས་བཀའ་འཁྲོལ་མ་ཐོན་པ་འདྲ་བོ་བྱིན་པ་ཡིན་ན། ཨ་ནི། ལས་གཞི་ག་འདྲས་ཀྱིས་སྤེལ་བ་ཡིན་ནའི་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡང་ཆབ་སྲིད་ཀྱི་ངོ་བོ་སུ་རེ་བ་ཅིག་དང་ནང་ཁུལ་མ་འཐུམ་པའི་གི་ངོ་བོ་རེ་བ་ཅིག་ཆགས་ཀྱི་ཡོད་པ་ཡིན་ན། བཀའ་ཤག་གིས་ག་ཚོད་བྱེད་དགོས་ཀྱི་ཡོད་མེད་བསམ་བློ་བཏང་ཡག་རེད། ཡིན་ནའི་ད་ལྟའི་འདི། ལས་གཞི་འདི་འགྲོ་མ་ཐུབ་པ་ཡིན་ན་ཕངས་པོ་ཞོ་ཞིག་རྩི་གི་ཡོད། ཕངས་པོ་ཞོ་ཞིག་རྩི་གི་ཡོད། ཕངས་པོ་རྩི་དགོས་པའི་རྒྱུ་མཚན་དེ་ག་རེད་ཟེར་ན། འདི་ནང་བཞིན་གྱི་འགན་འཁྱེར་མཁན་ཡོད་མ་རེད། མི་དེ་ག་དེ་ངས་ཁ་ཚིག་གོང་དུ་ཞུས་པ་ཡིན་ལོ་བཅུ་དང་བླངས་བྱེད་ཀྱི་ཡིན་ཟེར་ནས་འགན་འཁྱེར་བསྡད་ཡོད་རེད། སོ་སོ་སོ་ལ་དངུལ་སྐར་མ་གཅིག་གི་ཁེ་བཟང་སྐད་ཆ་ཡོད་མ་རེད། བོད་པའི་སྤྱི་ཚོགས་ཟེར་ཡ་གཅིག་བསྐྲུན་ཐུབ་ཡ་དང་གཞོན་སྐྱེས་ཚོ་མ་འོངས་པའི་བོད་པའི་དང་བོད་མི་ཚད་ལྡན་ཅིག་ཆགས་ཐུབ་ཡ་ལ་ཡ་རེ་བ་བྱ་ཡ་རྒྱབ་ཀྱི་ཡོད་རེད་འདི་ནམ་རྒྱུན་ཐག་པ་རེ་ཞིག་གོ་འདུག་ཕྱི་ནས་གསུང་བསྡད་ཀྱི་ཡོད་རེད་མ་ད་སུ་གཅིག་གི་མགོ་མི་འདུག་གསུང་གི་ཡོད་མ་རེད་བ། ད་ད་ལྟ་ལས་གཞི་འདི། གལ་སྲིད་ད་རིང་ཟག་པའི་དབང་དུ་བཏང་བ་ཡིན་ན། ག་རེ་གནང་ནས་གྲོས་ཚོགས་ག་དུས་ནས་འདི་ཞུ་དགོས་ཡོད་ཀུ་རེ་བཅུ་འདི་རྣམ་པ་ཚོས་ག་རེ་ཐག་གཅོད་པ་ཡིན་ནས་འདི་རྣམ་པ་ཚོས་སྐུ་དབང་ཡོད་རེད་ག་རེ་ཐག་གཅོད་པ་ཡིན་ནས་འདི་ཞུ་སོང་བྱེད་ནས་ང་ཚོའི་འགྲོ་ཡ་ཡིན་ཡིན་ནས་ཟ་བ་ཡིན་ན་ད་ཡང་བསྐྱར་བཀའ་ཤག་གི་ལག་པ་འཆང་ཐུ་ཡ་ཁ་བོ་ཆག་གི་རེད་ད་སྐར་སེང་ཟ་ཚར་བ་རེད་དེ་ནས་ཕར་འགྲོ་ཆེད་མི་ནི་སུ་ར་ལ་སྐད་ཆ་བཤད་དེ་ནས་གང་ཡང་ལྷག་ཡོད་མ་རེད་དེ་ཚོའི་ཕྲན་ཁ་དེ་དགོངས་པ་བཞེས་ཡ་དེ་གལ་ཆེན་པོ་རེད་ད་ད་རིང་བཀའ་འཁྲོལ་གནང་དང་མ་གནང་ཀུ་རེ་བཅུ་འདི་རྣམ་པ་ཚོས་ང་ཚོ་ཨུ་ཚུགས་རྒྱག་དགོས་ཡ་གང་ཡང་མེད་ང་ཚོས་ད་ལྟ་བར་དུ་བསམ་བློ་བཏང་བསྡད་དང། ཨ་ནེ་གཅིག་གི་དམིགས་ཡུལ་འགྲིག་བསྡད་དེ་བོད་པའི་སྤྱི་ཚོགས་དེ་མ་འོངས་པར་ཧྲ་ད་ད་ག་འདྲེ་བཟོ་དགོས་ཀྱི་འདུག་ཐོར་བསྡད་པ་དེ་གས་དེ་ཚུར་ཧྲ་ད་ད་ག་འདྲེ་བཟོ་དགོས་ཀྱི་ད་འདི་ལས་གཞི་དང་པོ་ཆགས་དགོས་པ་རེད་ད་འདི་ཡས་ད་ད་རིང་དང་པོ་དེ་ཡག་པོ་ཚགས་མ་ཚོགས་ཚོགས་མ་ཚགས་མ་ཚུགས་ན་ཨ་ནེ་གཞན་པ་ལས་ཡོང་ཡ་ཁག་པོ་ཞིག་འདྲ་རེད་ད་རིང་དང་པོ་དེ་ཡག་པོ་ཞིག་བྱུང་བ་ཡིན་ན་ཨ་ནེ་བོད་པ་མི་འབོར་མང་ཡོད་ས་གི་ས་ཆ་དེ་གས་དེ་ལ་ཡ་ཨ་ནེ་མ་འོངས་པར་དེ་འདྲ་ཡོང་ཐུག་ཡག་གི་རེ་བ་བྱུས་ཡག་རེད། འདི་དགོངས་པར་བྱ་བའི་ཐོག་ནས་དུས་ཐག་གཅོད་ན་རུང་ན་ག་རེ་དུས་ཐག་གཅོད་པ་ཡིན་ན་ད་ག་རང་ཞུ་ཡ་ཡིན་ཕྱིན་ཞུ་ཡ། ད་ལྟ་འདྲ་གཅོག་ཆའི་གྲོས་འཆར་ཡིག་ཆ་ཨང་བཅོ་བརྒྱད་དེ་ཐོན་གྱི་དོ་མི་དོ་དང་པོ་ལྟ་ཡ་ཡིན། ས་ཡ་བཞི་དེ་ལ་ཡ་གཅོག་ཆ་ལ་རྒྱབ་སྐྱོར་གནང་མཁན་ཚོ་དང་པོ་ཆ་རྐྱང་གནང་རོགས་གནང། གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད། གཅོག་ཆ་ལ་གག་པ་གནང་མཁན་ཚོ་ཆ་རྐྱང་གནང་རོགས་གནང། གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་དགུ་བཅུ་མང་མོས་ཀྱི་ཐོག་ནས་ཆོག་ཆ་དེ་བཙལ་བ་ཡིན། བསྡོམས་འབོར་ཨ་རིའི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་བཀའ་འཁྲོལ་རྒྱབ་གཉེར་ཧིན་སྒོར་བསྡོམས་འབོར་ས་ཡ་སུམ་བརྒྱ་སུམ་ཅུ་སོ་བཞི། བདུན་འབུམ་ཁྲི་མེད་དགུ་སྟོང་བདུན་བརྒྱ་ལྔ་བཅུ་སྤྱི་མོས་ཀྱི་ཐོག་ནས་གཏན་ལ་ཕབ་པ་ལ་དགག་བྱ། གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད། དགག་བྱ་གནང་མཁན་བརྒྱད་རྒྱབ་སྐྱོར་གནང་མཁན་ཕྱག་བརྐྱང་རོགས་གནང། གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་དགུ་མང་མོས་ཀྱི་ཐོག་ནས་དེ་ཐོན་པ་ཡིན། འདི་ཡན་ཆད་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་སྔོན་རྩིས་ཉིས་སྟོང་ཉི་ཤུ་ཚན་ལྔ་གསར་དྲུག་ཡོངས་སུ་གྲུབ་པ་ཡིན།